པཱ་ལིའི་ཆོས་བརྒྱུད་འཛིན་མཁན་དང་འདེགས་ཤར་གྱི་ཆོས་བརྒྱུད་འཛིན་མཁན་ཚོ་རྡོ་ལ་རི་མོ་བྲིས་པ་འདྲ་གཞི་གཅིག་གིས་བཏབ་པའི་དངོས་གནས་དྲྭ་གནས་ཀྱི་དམ་ཚིག་གོང་བུ་གཅིག་གྱུར་གཅིག་གི་ཐོག་ནས་ཨེ་ནི་ཕན་ཚུན་གཅིག་གྲོགས་སུ་གཅིག་སོང་བའི་ཐོག་ནས་ཨེ་ནི་གང་ལྟར་འཛམ་བུ་གླིང་གི་ཞི་བདེའི་ཐོག་ལ་ང་ཚོ་ཆོས་པ་ཚོས་བས་ནི། ཞབས་འདེགས་གྲུབ་ཡ་དེ་འདྲའི་ཞིག་གིས་ད་ང་ཚོ་ཚང་མས་ཤུགས་རྒྱབ་བསམ་པར་བྱེད་ཀྱི་དེ་དགོངས་པ་བཞེས། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཐུགས་བསྐྱེད་དམ་བཅའ་བཞིའི་ཡལ་གའི་ཆོས་ལུགས་མཐུན་སྒྲིལ་དང་འབྲེལ་བའི་ནང་པའི་པང་ལེའི་ཆུ་རྒྱུད་འཛིན་པ་དང། ལེགས་བྱང་ཆུ་རྒྱུད་འཛིན་པ་གཙོས་པ་ཐུགས་མཐུན་ཁྲིམས་གཙང་གི་འཛམ་གླིང་ཞི་བདེ་བསྐྲུན་ཆེད། ཞབས་འདེགས་སྒྲུབ་ཐབས་སུ་དམིགས་ཏེ་ཤེས་ཡོན་བརྗེ་ལེན་གྱི་ལོ་ལྔའི་ལེགས་བྱང་ཁུངས་ནས་ཐོག་མར་བདེ་འཇགས་ལྷོ་ཕྱོགས་མོན་གྷོ་སྟོད་གུ་ལིང། དེ་ཕུང་གཙོ་བྷག་ལའི་ཆུ་རྒྱུད་འཛིན་པ་ཤྲི་ལངྐ་ནང་པའི་དགོན་སྡེ་ཁག། བཅུ་ནས་དགེ་འདུན་པ་བཅུ་བདུན་དང་ཐའི་ལེན་ནང་པའི་དགོན་སྡེ་ཁག། བརྒྱད་ནས་དགེ་འདུན་པ་བཅོ་ལྔ་སྐོར་ཞིག་དང། དེ་བཞིན་ལེགས་སྦྱར་ཆུ་རྒྱུད་འཛིན་པ་བོད་པའི་གདན་ས་གྲྭ་ཚང་ཁག་བཅུ་གཅིག་ནས་དགེ་འདུན་པ་བཅོ་ལྔ་བཅས་ཁྱོན་ཚོགས་ཞུགས་ཕྱི་ནང་དགེ་འདུན་པ་བཞི་བཞི་བདུན་ཚོགས་ཞུགས་ཀྱིས་ཟླ་བ་འདིའི་ཕྱི་ཚེས་བདུན་ནས་དབུ་འཛུགས་ཀྱིས། བདུན་ཕྲག་གཉིས་ཙམ་གྱི་རིང་ཤེས་ཡོན་བརྗེ་ལེན་གྱི་ལས་རིམ་འགྲོ་བཞིན་པའི་ནང་ལོ་ནས། ཐོག་མར་དེར་དེ་དཔོན་སྒོ་མང་དང་བློ་སེང་གླིང་གྲགས་ཚང་གཉིས་ཀས་ཤེས་ཡོན་དང་འཛིན་སྐྱོང་གནས་སྟངས་རྒྱུས་ལོན་གནང་བ་གཅིག་དང་ལྷག་པར་དུ་འདུལ་བའི་ཉམས་ལེན་གནང་ཕྱོགས་སོགས་ཐད་ཤེས་ཡོན་བརྗེ་ལེན་གྱི་ལས་རིམ་འགྲོ་ཞུས་པ་ལྟར། ད་ལན་ལས་གཞི་དེ་ནི་ས་གནས་སུ་བཀོད་སྒྲིག་གནང་མཁན་གཙོ་བོ་དེ་རྒྱལ་སྤྱིའི་འགན་ལྡན་ལྷན་ཚོགས་ཡིན་ཞིང་ལྷན་ཚོགས་དེའི་ངེས་སྟོན་པ། སྒོ་མང་མཁན་ཟུར་དགེ་བཤེས་བློ་བཟང་རྒྱལ་མཚན་ལགས་ཀྱིས་ལས་གཞི་དེ་གལ་གནད་རང་བཞིན་སྐོར་ལ་ངོ་སྤྲོད་འདི་ལྟར་གནང་བྱུང། པཱ་ལི་གི་ཆོས་ཀྱི་འཛིན་པ་མང་པོ་ཅིག་གིས་ད་ཐེག་ཆེན་འདི་སངས་རྒྱས་ཀྱི་བཀའ་མ་རེད་ཟེར་ཅིག་ཁོ་རང་ཚོ་གིས་ཨ་རྣམ་རྟོག་ཤུགས་ཆེ་གཅུང་པོ་བརྗོད་པ་དེ་བསད་ཡག་གི་ཐབས་ཤེས་བྱེད་ཡག་བོད་རྒྱུད་རྣམ་པ་རྩོད་མཁན་ཡིན་ན་ཅི་དགེ་སློང་སེར་པོ་མང་པོ་ཅིའང་ཐེག་དམན་པ་རེད་ཟེར་ནས་རྟོག་བཟོ་ཅིག་གནང་བཅུག་གནང་ཡག་གི་རྣམ་རྟོག་བརྗོད་པ་དང་དེ་བསད་ཡག་གི་ཐབས་ལམ་དེ་གཙོ་བོ་མིང་ནས་ཨ་ནི་ང་ཚོ་སངས་རྒྱས་གཅིག་གི་རྗེས་འཇུག་ཡིན་པ་དང་བསྲུང་བྱ་དང་སྡེ་དགེ་དེ་ཡང་ནི་གཅིག་པ་ཡིན་པ་འོ་ད་ཅིག། བོད་རྒྱུད་དགེ་སློང་གཙོས་ཡིན་པས་ན་ད་དགེ་སློང་གི་སྡུམ་པ་ཅིག་གསུང་གི་ཡོད་པའང་དགེ་སློང་སེར་བོ་གཙོས་ཡིན་ན་དགེ་སློང་གི་སྡུམ་པ་ཅིག་གསུང་གི་ཡོད་པ་གཅིག་པ་ཡིན་པ་འདི་གི་འདི་མཁྱེན་རྟོགས་ཡོང་ཡ་གི་འདི་དུ་གཙོ་བོ་དམིགས་ནས་ཨ་ནེ་གནང་གི་ཡོད་རེད། ལེགས་བཤད་དེའི་ནང་མཉམ་ཞུགས་གནང་མཁན་ཐའི་ལེན་དགེ་འདུན་པ་མཱ་ཡཱ་ནོ་ཨོང་ལགས། འདས་པའི་ཉིན་ཤས་རིང་འབྲས་སྤུངས་དགོན་སྡེ་ཁག་གཉིས་ཀའི་འཛིན་སྐྱོང་དང་ཤེས་ཡོན་གནས་སྟངས་རྒྱུས་ལོན་གནང་བའི་ཉམས་མྱོང་གསུང་འདོན་ལ། Here you have a very big organization with many many monks. ཁོང་གིས་གསུང་ཡ་ལ་འབྲས་སྤུངས་སུ་བོད་པའི་དགོན་སྡེ་ཁག་གཉིས་ཀྱི་དགེ་འདུན་པ་ཞལ་གྲངས་ཁྱོན་ཆེ་ཞིག་ཡོད་ནའང། དགོན་པའི་འཛིན་སྐྱོང་མི་སྣ་རྣམས་དམངས་གཙོའི་ལམ་སྲོལ་དང་མཐུན་པ་འདེམས་སྒྲུག་གིས་འཛིན་སྐྱོང་གང་ལེགས་ཡོད་པ་དང་ཤེས་ཡོན་ལ་མཚོན་ན། ནང་ཆོས་ཀྱི་གཙོ་བོར་གྱུར་པའི་གནའ་དེང་ཟུང་འབྲེལ་གྱི་སློབ་ཚན་སྣེ་མང་ཚུད་པའི་བསླབ་གཞི་ཚད་ལྡན་གཏན་འབེབས་གནང་བ་གཞིར་བཟུང་གིས་དགེ་འདུན་པ་རྣམ་པས་དུས་ཡུན་རིང་པོར་སློབ་སྦྱོང་གནང་སྟེ་ནང་ཆོས་ཀྱི་ཐོག་གོ་རྟོགས་གསལ་པོ་ཡོད་པའི་འགྲེལ་བརྗོད་གནང་བྱུང་ལ། དགོན་པའི་འཛིན་སྐྱོང་ཐོག་ནས་གྲྭ་མང་རྒན་གཞོན་ཕ་གསུམ་གྱི་ཤེས་ཡོན་དང། བདེ་དོན་སོགས་ཀྱི་ཐད་གཟིགས་རྟོག་གནང་བཞིན་པ་དེ་ནས་དམིགས་བསལ་ཞུས་པའི་འགྲེལ་བརྗོད་གནང་བྱུང། དེ་མཚུངས་བོད་པའི་ནང་པའི་དགེ་འདུན་པ་ཚོགས་ཞུགས་གནང་མཁན་འབྲས་སྤུངས་བློ་གསལ་གླིང་གི་དགེ་བཤེས་སངས་རྒྱས་ཚེ་རིང་ལགས་ནས་ད་ལན་ཤེས་ཡོན་བརྗེ་ལེན་གྱི་ལས་རིམ་གྱི་ཐོག་ནས་གོ་ས་མཆོག་གིས་དགོངས་བཞེས་ལྟར་འཛམ་གླིང་ཞི་བདེ་བསྐྲུན་རྒྱུར་ལས་གཞི་དེས་ཕན་ཐོགས་འབྱུང་ངེས་ཞེས་པར་གསུངས་གནང་གི་འདུག། ད་རེས་འདི་ལ་ཡང་སྣང་སྟོང་རྫོངས་པའི་སྐབས་ལས་ཕན་ཚུན་བགྲོ་གླེང་བྱེད་ཡོང་དུས་ཕྱི་ཡི་ཆ་ལུགས་དང་བཅས་ཕྱི་ཡི་གི་དག་ཅིག་བྱེད་སྟངས་ནང་གི་བལྟས་ཚེ་བལྟས་ཚེ་མི་འདྲ་རེ་མ་གཏོགས་དོན་ངོ་མ་ལ་ཡང་བདག་ཅག་གི་སྟོན་པ་ཁ་ཆགས་ཐུབ་པའི་གི་དགོངས་པ་ནང་བཞིན་བྱས་ནས་གསང་ཚུལ་གཅེས་པ།

ཁོང་གིས་སུ་ཡན་ལག་གོང་ཞུས་དང་དགོན་པའི་འཛིན་སྐྱོང་དང་དགེ་འདུན་པའི་ནང་ཆོས་ཐོག་གོ་རྟོགས་རྒྱ་ཆེ་གཏིང་ཟབ་ཡོད་པ་སོགས་གང་ཅིའི་གནས་སྟངས་ཡག་པོ་ཡོད་པས་འགྲེལ་བརྗོད་གནང་བྱུང་བ་མ་ཟད་ཕ་མའི་བུ་ཕྲུག་སྐྱོང་བ་ནང་བཞིན་དགོན་པའི་ནང་དགེ་རྒན་གྱིས་དགེ་ཕྲུག་བྱམས་པས་སྐྱོང་བའི་ལུགས་སྲོལ་དེ་ནས་མ་འདྲ་བ་ཞིག་ཡོད་པའི་འགྲེལ་བརྗོད་གནང་བྱུང། དེ་མིན་ས་གནས་སུ་ལས་གཞི་དེར་གོ་སྒྲིག་གནང་མཁན་གཙོ་བོ་གཅིག་ནས་གངས་ཏེ་ཕོ་བྲང་གི་ལྷོ་ཤར་ཨེ་ཤ་ཡ་སྡེ་ཚན་གྱི་སྦྱིན་པ་རྒྱ་མཚོ་ལགས་ཀྱིས་སྣེ་ཁྲིད་འོག་གོ་སྒྲིག་ཚོགས་ཆུང་གི་ཚོགས་མི་རྩེ་དཔྱད་དགེ་འདུན་པ་བསྟན་འཛིན་ཤེས་རབ་ལགས་ཀྱིས་གཙུག་ཡན་ལག་ཉེ་ཆར་རྡོ་རྗེ་གདན་དུ་ལས་གཞི་དེ་ཐོག་མར་དབུ་འཛུགས་ཀྱི་མཛད་སྒོའི་སྐབས། གོང་ས་མཆོག་ལ་སྟོན་པའི་ཞལ་གཟིགས་བྱུང་བ་དང་ད་ལན་འབྲས་སྤུངས་སུ། ལོ་རྒྱུས་རང་བཞིན་ལྡན་པའི་པགས་ལེན་དང་ལེགས་སྦྱར་ཆུ་རྒྱུས་འཛིན་པའི། དགེ་འདུན་པ་ལྷན་རྒྱས་ཚོགས་ཆུང་ཚུགས་པ་དེ་ནི་ཐེངས་དང་པོ་ཞིག་ཆགས་ཀྱི་ཡོད་པ་གསུངས་གནང་བྱུང། ང་ཚོ་བོད་བརྒྱུད་ཀྱི་ནི་དགེ་སློང་དང་སྣེ་གཅིག

ལོ་ལྔའི་སྟེང་དཔལ་ནང་རྒྱུན་ཨེ་ཤའི་ལས་གཞི་དེ་གོ་སྒྲིག་གནང་མཁན་གཙོ་བོ་དེ་ནི། གངས་ཏི་ཕོ་བྲང་གི་ལྷོ་ཤར་ཨེ་ཤ་ཡའི་སྡེ་ཚན་དང། ཤྲི་ལངྐ་ནང་པའི་སྤུན་གྲོགས་ཚོགས་པ་དང་རྒྱལ་སྤྱིའི་ནང་པའི་ལྷན་ཚོགས་དང། སིང་ག་པུར་བོད་ཀྱི་སྒྲིག་གཞུང་ཚོགས་པ་དང་དེ་བཞིན་གངས་ཏི་ཁྲི་ཐོག་ཁང་དང། གཞན་ཡང་རྡོ་རྗེ་གདན Thai Wat དབར་དགོངས་པ་བཅས་ཐུན་མོང་གིས་གོ་སྒྲིག་གནང་གི་ཡོད་པ་རེད་འདུག་ལ། ད་ལན་ས་གནས་སུ་ལས་གཞི་དེ་གོ་སྒྲིག་གིས་མཉམ་སྒྲུབ་གནང་མཁན། འབྲས་སྤུངས་བླ་སྤྱི་དང་སྒོ་མང་དང་བློ་གསལ་གླིང་བཅས་ཡིན་པ་རེད་འདུག།